རྗེ་ཉིད་སྨིབས་ཀྱི་བེ་རི་སྤུན་ཟླ་རླུང་འཕྲིན་སེམས་ནང་པ་ཚོ་བཀྲ་ཤིས་བདེ་ལེགས་ང་ཆོས་ཅན། ཤ་རོང་རླུང་འཕྲིན་ཁང་གི་བེ་དགེ་སྡེ་ཚན་ནས་དེ་རིང་བེ་བརྒྱ་ལོ་ཉིས་སྟོང་གཅིག་རྒྱ་བཞི་ཆིག་ཕྱི་ལྔ་ལོ། ར་ནི་ས་ཆུ་ལོ་བེ་ཟླ་དང་པོ་གི་ཚེས་ཉེར་བཞི་རྩ་ལྔ་དང་སྤྱི་ལོ་ཉིས་སྟོང་བཅུ་བཞི་ལོ་སྤྱི་ཟླ་གསུམ་པ་གི་ཚེས་བཅུ་གཉིས་གཟའ་ཟླ་བ་གཉན་གྱི་གངས་སྐྱིད་ཀྱི་ལི་རི་འགོ་འཛུགས་ཞུ་གི་ཡིན། དེ་ནས་དེ་རིང་གི་ལི་རི་ཁག་གི་ཐོག་མར་གངས་སྐྱིད་ཆེན་པོ་ཕྱུག་གི།

ཨ་རིའི་ཝིན་སི་ཀོན་སིན་རྩི་སློག་ལྷོད་གཉེར་ཁང་གི་ལས་བྱེད་ཚན་རིག་པ་རི་ཆར་དེ་བིད་སོན་ལགས་ཀྱིས་རྩི་བག་གི་ནུས་སྟོབས་གོང་འཕེལ་གཏོང་ཐབས་སོགས་ཀྱི་སྐོར་གསུངས་འདུག་མཚན་དང་གཟུགས་ཀྱི་ཚོགས་གཙོ་མཆོག་གིས་སྙན་ངག་འོག་གི་ཚོགས་འདུ་དེ་གི་ནང་གཙོ་བོ་ཤེས་ཡོན་གྱི་ལམ་ནས་ཕྲུ་གུ་ཚོར་བཟང་སྤྱོད་དང་བྱང་ཚད་ལྡན་པ་སྤྱི་ཚོགས་ལ་འགན་ཁུར་ཐུབ་མཁན་གྱི་མི་རབས་ཞིག་བཟོ་ཐབས་སྐོར་གྲོས་བསྡུར་གནང་རྒྱུ་རེད་ཅེས་བརྗོད་འདུག།

ཡང་བ་ཡི་ནང་བ་ཡི་གཞང་གི་དང་སྦྲགས་ཚད་མིན་ལ་མ་ལྟོས་པར་བེམ་ཚོགས་བེད་སྤྱད་བུད་མེད་རུང་རྒན་ལུགས་ཀྱི་དུ་ཆིངས་ཐེངས་ལྔ་ཆིག་ལྔ་གི་བ་དེ་རང་སོ་སོ་གི་ཆའི་ནང་དུ་ཚགས་ཆེན་པོ་གྱི་ཐོག་ནས་སྲུང་བརྩི་ཞུས་འདུག་བ་ཡི་ནི་འདི་ག་རླུང་འཕྲིན་ཁང་གི་སངས་རྒྱས་པའི་གནས་ཚུལ་དང་ལྟར་ན་བ་ཡི་ནང་རྒྱ་ནག་གཞང་གི་གནས་གཞི་དབུས་བ་ཡི་གཞང་གི་བེམ་ཚོགས་བེད་ལྡན་དང་འབྲེལ་བའི་གི་བེད་ཀྱི་ཆགས་སྲེད་ཀྱི་སྐོར་ནས་ལས་འགུལ་གང་ཡང་སྤེལ་དུ་མི་འཇུག་པར་བཀག་འགོག་མཚན་ནས་བསྡད་པ་ནི་རྫོང་གླིང་ཡོངས་གྲགས་ལྟ་བུ་ཞིག་ཆགས་ཡོད་པ་དང། འདི་བུ་ག་གཉན་བཤེས་གོང་ས་གཅིག་གི་དུག་སྤྲིན་ལས་ལ་ཉེ་བ་དང་བསྟན་པའི་ཞིང་གི་བེམ་ཚོགས་ཆགས་སྲེད་དང་འབྲེལ་བོ་གི་ལིང་གི་རས་བེ་མི་ཆུ་བ་སྲ་སྒྲ་དང་ལྷན་དུ་བའི་ནང་ཡེ་བུ་གི་བེ་ཅི་བདེན་བྱེད་ཁང་གི་ཅུང་དེ་ལུགས་ཀྱི་མི་མོ་མང་ཚོགས་ཡོངས་ལ་ཡང་ཆ་བཏང་དེ་བེམ་ཚོགས་རང་དགའི་རླུང་ས་གཅིག་གི་དུག་སྦྲེལ་རང་ཆེན་དུ་སོང་ཚུལ་ནང་འགོད་ཀྱི་རྒྱས་པ་ལྟར་བེམ་ཚོགས་བའི་ནང་བཅའ་བཅོ་དུ་ཡེ་བུ་གི་རྒྱུ་མཚན་གྱིས་ཡི་ཕྲན་བརྩི་སྲུང་མཛད་དགོས་པ་བཞིན་བེ་ཅི

ཡང Los Angeles གཙོས་པའི་ཨ་རིའི་ས་ཁུལ་ནང་དུ་མངའ་སྡེའི་ནང་དུ་རྒྱ་མ་གང་ས་ག་རྒྱ་རིགས་ནས་མྱང་ཞུ་གནང་བ་དང་ཨ་རིའི་གྲོས་ཚོགས Tim Allen ལོ་ཝེ་ཐ་ཆོས་ནས་རྒྱ་དམག་དང་ཕའི་བར་ལ་འབྲེལ་རྒྱག་ཡོང་བ་ལ་རྒྱ་དམག་ངོས་ནས་བླངས་བསབ་པ་ཞིག་འཚོལ་དགོས་པའི་སྒུག་བསྟན་བསྟན་འདུག་འདི་ག་རླུང་འཕྲིན་ཁང་གི་ཨ་རིའི California ས་འགེལ་པས་གནས་ཚུལ་བཏང་བ་ལྟར་ན།

ཨ་རིའི་གྲོས་ཚོགས་མཐོ་དམན་ཨ་ལན་ལོ་ཨན་ཏཱ་ཆུ་ནི་མི་ས་སུན་ཅི་ཀ་དུས་དྲན་དང་འབྲེལ་བའི་གསུང་འཕྲིན་ཞིག་བསྩལ་གནང་སྟེ་བོད་དོན་ཐོག་ལ་རྒྱལ་སྐྱོར་ཆེད་བརྡ་ལན་གནང་པའི་ནང་ཁོང་གིས་ངོས་ནས་གྲོས་ཚོགས་ནང་དུ་བོད་ཀྱི་འགྲོ་བ་མང་པོའི་ཐོབ་ཐང་ཉིན་མོ་སྲུང་བརྩི་ཞུ་རྒྱུ་གི་ངོས་འཛིན་གྱི་གྲོས་འཆར་འགྲེམས་སྤེལ་གནང་སྟེ་ཨ་རི་དང་བོད་བར་ལ་འགྲོ་རྒྱུ་གི་རང་དབང་སྲུང་སྐྱོབ་ཆེད་དུ་རྒྱ་ནག་ལ་ངེས་གཏན་བཟོ་རྒྱུ་གི་ཐུགས་དམག་འཚལ་རྒྱུ་གི་གྲོས་འཆར་མཇུག་ཐག་སུ་གྲོས་འཆར་འགྲེམས་སྤེལ་གནང་རྗེས་ཡིན་ཞེས་སུ་གསུངས་འདུག

རྒྱ་ནག་གཞུང་གིས་བོད་ནང་མུ་མཐུད་རྡུལ་བརྫུ་ཅན་གྱི་སྲིད་བྱུས་འཛིན་བཞིན་པ་ལ་ངོ་རྒོལ་ཡོད་པ་དང། བོད་མི་ཚོས་མུ་མཐུད་རང་གི་རིག་གཞུང་དང་ཆབ་སྲིད་སྤྱི་ཚོགས་ཁོར་ཡུག་བཅས་སྲུང་སྐྱོབ་བྱེད་བཞིན་པ་དང་དེ་བཞིན་རང་དབང་ཐག་གཅོད་བྱེད་བཞིན་པ་ལ་རྒྱབ་སྐྱོར་ཡོད་ཅེས་འཁེལ་ཡོད་འདུག་སྤྱི་ཚོགས་ཐད་ཀྱི་ནང་མུ་མཐུད་དུ། རྒྱ་ནག་གཞུང་གིས་བོད་ནང་མུ་མཐུད་འགྲོ་བ་མང་གི་ཐོབ་ཐང་རྡོག་རོལ་གཏོང་བཞིན་པ་དང་བོད་མི་ལ་དྲག་གནོན་བྱེད་བཞིན་པ་ལ་བྱས་རྗེས་དང། དེ་བཞིན་བོད་ཀྱི་ཆབ་སྲིད་བཙན་པ་རྣམས་སླེབས་འགྲོ་དགོས་པ་དང་མ་ཟད།

ལ་འབྲེལ་བ་བཀྲ་ཤིས་ཆོས་འཕེལ་ལགས་ཀྱིས་རོལ་མོའི་སྒྱུ་རྩལ་གྱི་ལམ་དུ་སྙེག་པའི་མི་ཚེའི་ལམ་བུའི་སྐོར། བཀྲ་ཤིས་ཆོས་འཕེལ་ལགས་ནི་རྒྱ་གར་རྡེ་ར་ལྡུན་མ་སོ་རུ་འཚར་ལོངས་བྱུང་ཡོད་པ་དང་དེ་ནི་སྔོན་འགྲོ་ནས་འཛིན་རིམ་བཅུ་པ་བར་དུ་མ་སོ་རུའི་གཏིང་སློབ་ནང་སློབ་ཚན་ཁག་ལ་བཞེངས་བ་བྱས་ཏེ་བཞེངས་འབྲས་ཀྱང་འཛིན་གྲྭའི་ནང་ཅུང་ཡག་པོའི་གྲས་སུ་ཚུད་ཡོད་ལས་རེ་འགའ་ཁོ་བོ་ཆུང་དུས་ནས་རི་མོའི་སྒྱུ་རྩལ་ལ་ཧ་ཅང་གི་དགའ་མོས་ཆེན་པོས་དུས་ཚོད་ཡོད་ཚད་ལ་རི་མོ་འདྲ་མིན་བྲིས་ཏེ་དུས་ཚོད་ཤེས་ཀྱི་ཡོད་པ་དང། དེ་ནི་སོ་སོའི་འདོད་མོས་ཡིན། མཛད་རིམ་བཅུ་པ་ནས་རི་མོ་སྦྱོང་བརྡར་བྱེད་དུ་རྡ་རམ་ས་ལའི་ཁུལ་དུ་ཆགས་པའི་ནོ་བྷེལ་གླིང་གི་རི་མོའི་སྡེ་ཚན་ན་ཞུགས་ཏེ།
ཤར་གྱི་རི་མོ་ལ་ལོ་གསུམ་དང། མཚོན་གྱི་རི་མོ་ལ་ལོ་གསུམ་སྟེ་ཁྱོན་ལོ་དྲུག་ཙམ་གྱི་རིང་རི་མོ་འབྲི་ཐབས་དང་གནའ་དེང་གི་རི་མོའི་དབྱེ་བ་སོགས་ལ་སྦྱངས་པ་མཐར་ཕྱིན་པ་གནང་ཡོད་ལས་རེ་འགའ།

ཨན་ཙཀ་ཙིག་གི་རྣམ་རྟོག་རྣམ་རྟོག་ཡོད་པ་གང་ཞིག་ལ་འགྲོ་བདེ་རེད་འོ་དེ་འདྲ་རེད་ཟེར། ཤེལ་སྡོང་ནོར་བུ་གླིང་གི་ནང་ཤེས་ཡོན་གྱི་གདན་ཚའི་རིག་གནས་སོགས་ཀྱི་མཐོ་སློབ་ཅེས་དང། དེ་བཞིན་ལག་ཤེས་གདན་ཚའི་ནང་ཤིང་བརྐོས་འདྲ་མིན་རྒྱང་སྐད་ཀྱི་ཤིང་བཟོ་གདན་ཚིང། རྒྱུ་ཆ་འདྲ་མིན་གྱི་དར་གོས་ཚིང་སྐུད་ཀྱི་ཚིང་བཟོ་ཁང། ཞེ་དྲག་གི་ལྷ་འདྲ་མིན་འབྲི་མཁན་དང་གནའ་དེང་གི་རི་མོ་འདྲ་མིན་འབྲི་བ། ཚོན་བཏང་བ། རིས་མེད་སྡེ་ཚན་སོགས་སྡེ་ཚན་མང་པོ་ཡོད་པའི་ནང་ནས་ཁོང་ནོ་སྦེལ་གླིང་གི་རིས་མེད་སྡེ་ཚན་གྱི་སློབ་གྲྭ་ནས་ཐོན་པ་དང་གཅིག་ནས་ཚོགས་པ་དེའི་ཞབས་ཕྱི་ཚོ་དང་གཉིས་ནས་རང་གི་མི་ཚེའི་བྱ་གཞག་གི་ཆེད་དུ། ལྷག་པར་དུ་དེ་སྔོན་དགེ་རྒན་གྱི་མདུན་ནས་སྦྱངས་པ་བྱས་ཟིན་པ་རྣམས་ལག་ལེན་དངོས་ཀྱི་ཐོག་ནས་སྦྱོང་བརྡར་དང་ཡར་རྒྱས་གཏོང་ཆེད་ལོ་མང་རིང་ནོ་གླིང་རིས་མེད་སྡེ་ཚན་ནང་ལས་ཀ་བྱས་པའི་ཕྱོགས་ལ། གནའ་བོའི་རི་མོ་ཐང་གི་འདྲ་མིན་གྱི་ཆ་ཚད་ཤར་བསྒྲིགས་ནས་ཚོན་སྒྲིག་པ་གྱི་མཚོན་དང་མདངས་སྤུས་སྟངས་སོགས་འབད་པ་ཆེན་པོས་སྦྱངས་པ་བྱས་ཡོད་པ་དང། དེ་ནི་ཕྱི་ལོགས་དགོན་སྡེ་ཁག་སོགས་ནས་ཆེད་དུ་གདན་འདྲེན་ཞུས་པ་བཞིན། འབུལ་ཡིག་ཕྱག་བྱས་ཉིན་རེ་ཞིག་ཆགས་པས་བཀྲ་ཤིས་ཀྱང་ཁམས་པ་སྒར་དང། དེ་བཞིན་ཁུ་ནུ་སོགས་སུ་ཕྱིན་ཏེ་འཇིམ་བཟོ་དང་ཚོན་བཙོས། སྡེ་བའི་ས་ཞིང་དང་ཉམས་གསོའི་ལས་ཀ་སོགས་གནང་ཡོད་ལས་རེ་འགའ། ཟླ་ཉི་མ་རེ་མོ་པ་ནས་སྦྱངས་བྱས་ནོར་བུ་གླིང་ག་ལ། ཨན་དེ་ནས་ལོ་མང་པོ་བྱས་ནོར་བུ་གླིང་ག་ལ་ལས་ཀ་བྱས་ནས་བསྡད་ཡིན། ཨན་དཔལ་ལ་ཞབས་ཕྱི་ཞུས་ནས་བསྡད་བྱས། ཨན་དེ་ནས་མ་ཕྱི་ལོགས་ལ་དོན་བྱས། ཨན་ཕྱི་ལོགས། ས་ཆ་ག་ས་ག་ལ་ཕྱིན་ཆད་ཨན་ལས་ཀ། བོད་བོད་ཀྱི་རི་མོ་ག་བ་ཡོད་པ་དེ་འདི་ན་ཞིག་གི་ལས་ཀ་བྱེད་བསྡད་དེ་ཡིན་པ་ད་ལྟ་བར་དུ་ལྷ་བུད་དང་བྲལ་བའི་ལས་ཀ་དེ་ཅང་ཅང་བྱེད་བསྡད་ཡོད། ཨ་ནི་པེ་ཤ་ན་ང་ས་ཆ་དེལ་ཕྱིན་བཀྲ་ཤིས་ལྗོངས་ལ། ཧི་མ་ཅལ་གྱི་མངའ་སྡེ་ན་ཏར་བཀྲ་ཤིས་ལྗོངས་ལ་ཡིན་བརྗོད་རེད། དེ་ལ་ལས་ཀ་བྱེད་ཡིན་འདི་ནས། ཀི་ནོར།

དགོངས་པ་ཆེན་པོ་བརྗོད་རེ་ཅེས་དང་འོ་དེ་ལ་ལས་ཀ་བྱེད་ཡིན། ཕྱི་གཏོང་བོད་དུ་རོལ་མོ་འབྲི་སོགས་ག་དུས་ནས་མགོ་བརྩམས་ཡོད་མེད་ཐད་བཤད་སྲོལ་མང་པོ་ཞིག་ཡོད་ན་ཡང་ཕ་ཁྱེར་བོད་དུ་མི་ཡི་འགྲོ་བ་བྱུང་བ་ནས་དེ་དག་གི་སོ་སོའི་འཚོ་གནས་ཆེད་རང་བྱུང་ཁམས་དང་འཐབ་རྩོད་ཀྱི་ལག་ཆ་རྡོ་ཡི་སྟ་རེ་ཁ་ལེབ་དང། མདང་གི་རྩེ་མོ་གློག་ལ་རིང་ཐུང་ཚད་དང་ལྡན་པ་དེ་དག་ནི་རོལ་མོའི་ཐོག་མ་བཞག་ན་འགྲིག་གི་ཡོད་པ་དང་ཡང་གདོད་མའི་སྤྱི་ཚོགས་ཀ་ནས་ཕན་ཚུན་བར་གྱི་བསམ་བློ་མཚོན་བྱེད་ཁ་བརྡ་དང་ལག་བརྡ་དེ་བཞིན་རི་མོ་བཅས་ལ་བརྟེན་ནས་གོ་བརྡ་སྤྲོད་ཀྱི་ཡོད་པར་བརྟེན་རི་མོ་ནི་བོད་དུ་མི་ཡི་འགྲོ་བ་བྱུང་བ་ནས་བྱུང་ཡོད་ལས་རེ་འགའ། དེ་ནས་རིམ་བཞིན་བོད་དུ་ཆོས་དང་རིག་གཞུང་དར་ཆ་ཆེན་པོ་བྱུང་སྟེ་གཙུག་ལག་ཁང་བཞེངས་པ་དང་ལྷག་པར་དུ་ལྷ་སྐུ་བཞེངས་པ་དང་འབྲི་བ་སོགས་ཀྱི་དར་སྲོལ་ཆེན་པོ་བྱུང་ཡོད་པ་མ་ཟད་ལྷ་སྐུ་འབྲི་བཞེངས་བྱེད་སྐབས་གཅིག་གྱུར་དང་ཚད་ལྡན་ཡོང་ཆེད་ཐིག་རྩ་ཞེས་རི་མོའི་ཁྱད་ཚད་སོགས་བསྟན་འབེབས་ཀྱི་ཡིག་ཆ་བརྩམས་པ་ནས་ལྷ་འབྲི་བ་མང་ཆེ་བས་ལྷ་སྐུ་འབྲི་བཞེངས་བྱེད་སྐབས་གཙོ་བོ་ཐིག་རྩ་བརྒྱད་ལ་བཞག་སྟེ་འབྲི་བཞེངས་བྱེད་ཀྱི་ཡོད་ལས་རེ་འགའ། འོན་ཀྱང་བོད་དུ་བོན་པོ་དང་རྙིང་མ། བཀའ་བརྒྱུད་སོགས་ཆོས་བརྒྱུད་འདྲ་མིན་མང་པོ་བྱུང་ཡོད་པ་དང། དེ་དག་གི་དབར་ལྷ་བརྒྱུད་རྣམ་པ་དང་མཚོན་རྟགས་ཅུང་ཟད་མ་འདྲ་བ་བྱུང་ཡོད་པ་དང། ལྷག་པར་དུ་དུས་རབས་འདྲ་མིན་ནང་ལྷ་བྲིས་བ་མཁས་དབང་མང་པོ་ཐོན་ཏེ། དེ་དག་གི་འབྲི་ཚུལ་གྱི་ཤན་ཅུང་ཟད་ཞུགས་ཡོད་ན་ཡང། རྩ་བའི་དུས་རབས་འདྲ་མིན་དང་ཆོས་བརྒྱུད་འདྲ་མིན་གྱི་ལྷ་ཡི་ཆ་ཚད་དེ

ཅིག་སྦྱང་བྱས་ཨ་དེ། ལས་ཀ་བྱེད་ཀ་འགྲོ་འདུག་ཙམ་པ་ལ་རེ་མོ། དེ་ཁོ་རང་ཚོ་གི་ད་སོ་སོ་གཞུང་སོ་སོ་སོ་གི་དཔེ་ཆ་དེ་མ་ཞིབ་འདུས་བྱ་བྱས་ཨ་དེ་ནས་རེ་མོ་དེ་ཚོ་བྱས་དང་ཨ་དེ་དཔེ་ལ་ཡར་བོད་གོ་རེ། གཞུང་དེ་དཔེ་ཆ་མ་རང་ཁྲིད་བྱས་ཨ་དཔེ་ཆ་ཁྲིད་བྱས་དཔེ་ཆ་ནས་ཐིག་གཞུང་ག་རེ་ཡོད་མེད་དེ་ཨ་ནི། ཕྱག་འཚལ་ག་རེ་ག་རེ་ཡོད་མེད་དེ་དང་ཨ་ནི་སྐུ་མདོག་ག་རེ་ག་རེ་ཡོད་མེད་དེ་འདི་ཞིབ་བཞག་ནས་ཨ་ནི་ང་ཚོ་རེ་མོ་ཚང་མ་དེ་དཔེ་ལ་ཡར་བསྐྱོད་གོ་རེ། འོ་དེ་འདྲ་དྲི་བ་ཞིག་རེད། ལྷ་ཡི་རི་མོ་འབྲི་བའི་སྐབས་སུ་མཚོན་གྱི་དཔེ་སྟངས་དང་དེ་བཞིན་ཡུལ་ལྗོངས་ཀྱི་བཀོད་པ་དང་ཁ་ཐུགས་སུ་འབྲི་རྐྱང་བྱེད་སྐབས་ལུགས་མ་འདྲ་བ་རྒྱ་གར་གྱི་རི་མོའི་ལུགས་དང་རྒྱ་ནག་གི་ལུགས་སུ་དང། ད་དུང་ལྷ་ཞི་བ་དང་དྲག་པོ་ཞི་ཁྲོ་སྦྲང་མ་སོགས་འབྲི་སྐབས་དེ་དག་ལ་རྐང་ལག་དང་ཞིང་པ་ཕྲ་མོ་མི་འདྲ་བ་ཡོང་གི་ཡོད་པ་དང། དེ་བཞིན་ལུས་ལ་གྱོན་པ་དང་རྒྱན་ཆ་ཡོད་མེད་འདྲ་མིན་ཡོང་དགོས་ཀྱི་ཡོད་ཀྱང་གཙོ་བོ་ལྷ་བྲིས་སོ་སོའི་ཡུལ་ལུང་གི་ཁྱི་རྒོད་དང་རྒྱན་གྱི་ཤན་ཤུགས་ཆེན་པོ་ཐེབས་ཏེ་ལྷ་སྐུའི་ན་བཟའ་དང་རྒྱན་ཆ་འབྲི་སྲོལ་ཡོད་ལེ་རེ་འགའ། དཔེར་ན་རྒྱན་དྲུག་ཁྱུང་གཉིས་ལྟ་བུ་འབྲི་རྒྱན་བྱེད་སྐབས་ཀླུ་སྒྲུབ་ལྟ་བུ་རྒྱ་གར་གྱི་ཡུལ་མི་ཡིན་པའི་སྐོས་རང་རྒྱ་གར་གྱི་ཡུལ་མི་ཡིན་དང། འབྲི་རྒྱན་བྱེད་མཁན་བོད་པ་ཡིན་དུས་ཁྱི་རྒོད་དེ་བོད་པའི་ལུགས་ལྟ་བུ། བོད་དུ་རྒྱ་ནག་གི་རི་མོའི་ཤིང་རྒྱུག་ཆེན་པོ་ཐེབས་ནས་ཡོད་པས་ནམ་མཁའ་དང་ཡུལ་ལྗོངས་སུ་རྒྱ་ནག་གི་ལུགས་ལྟ་བུ་ཡོང་གི་ཡོད་ཚུལ་མཁས་པ་མང་པོས་བཤད་པས་ཡིག་ངག་གཉིས་ཐོག་ནས་མཐོང་རྒྱུ་དང་ཐོས་རྒྱུ་ཡོད་ལས་དངོས་ཡོད་དང། ལྷག་པར་དུ་དེང་གི་དུས་སུ་རི་མོ་ལ་གནའ་བོའི་སྲོལ་རྒྱུན་གྱི་རི་མོ་དང་དེང་དུས་ཀྱི་འཆར་ཡན་གྱི་རི་མོ་སོགས་རི་མོ་འབྲི་སྲོལ་མང་པོ་བྱུང་སྟེ་དེང་དུས་ལྷ་བྲིས་པ་རྣམས་ནི་ལྷ་སྐུ་འབྲི་རྐྱང་བྱེད་སྐབས་གནའ་བོའི་ལྷ་སྐུ་དང་ཅུང་ཟད་མ་འདྲ་བར་འགྱུར་བ་ཐེབས་ཀྱི་ཡོད་ལེ་རེ་འགའ། དེ་བཞིན་ཐང་ག་གྲོང་རྡལ་དེབ་རིག་གླ་ཡས་དང་དེ་ཚོ་ཚང་མ་ང་ཚོ་དཔེ་ཆ་རང་གི་ཞིག་བཞག་ནས་དེ་འདྲ་འགྲོ་འདི་གོ་རེད་ཨ་དེ་ལ་ཡང་འགྱུར་བ་བཏང་ཡས་ཞེའུ་ཞུ་དེ་ལ་ཧང་སང་ཡོད་དེ་འདྲ་ག་ཡི་ཡོད་མ་རེད་པས་ཡིན་ནས་དུས་རབས་ནས་དུས་རབས་ལ་རི་མོ་ལ་འགྱུར་བ་ཏིས་ཏིས་ཏིས་འགྲོ་འདི་གོ་རེད་བྱེད་སྟངས་གོ་ར། ཨ་འདིའི་འགྱུར་བ་དེ་ལ་ག་རེ་ཁྱད་པར་འདུག་ལབ་ན། དེང་དོན་གྱི་སྒྲ་རི་མོ་དེ་ཚོ་ལ་བལྟས་ཚེ། ཨ་འདིའི་ཡུན་ཆུང་དེ་ཚོ་ཡང་ང་ཚོ་གི་ཐང་ག་དེ་འདྲ་འདྲ་ལ་བཀོལ་གྱི་ཆ་ཤས་འགྲོ་ཞིང་བསམ་བློ་སླེ་དུས་འགྲོ། སླེ་དུས་དུ་འཚམ་པ་ལ། ཨ་ནི་ང་ཚོས། ད་དེང་སང་དོན་དོན་གྱི་རི་མོ་ནང་ལ་བལྟས་ཚེ་ང་ཚོ་བོད་བོད་ཀྱི་ཐང་ག་དེ་ཚོ་ལ་འགྱུར་བ་བལྟས་ཚེ་འགྲོ་དང་འགྲོ་བཞིན་པ་དེ་འདྲ་རེད། ཨ་ནི་གལ་ཆེ་ཤོས་དེ་ག་རེ་གཏོང་གི་འདུག་ལབ་ན། གཙོ་བོ་སྐུ་གཅིག་རོ། ང་ཚོ་བོད་བོད་ཐང་ག་དེ་ནང་གཙོ་བོ་སྐུ་དེ་ཚོ་ཚང་མ། ཨ་ཐིག་གཞུང་རང་གིས་ཤིག་བཞག་ཅེས། དཔེ་ཆ་རང་གིས་ཤིག་བཞག་ནས་འགྲོ་འོས་ན། ཨ་ནི་གོ་ཏག་ཏག་འགྲོ་ཞིག་བལྟས་དེ་འགྲོ། གཞན་པ་སྤྱིར་ན་སོ་སོ་ཁྱད་ཆོས་སོ་སོ་སོ་ག་རེ་བྲི་བ་ཡིན་ན་སོ་སོར་འདོད་པ་རེད་དེ། ཡིན་ནས་གལ་ཆེ་ཤོས་ཐང་ག་བྲི་བ་གང་ཞིག་ལ་སོ་སོ་གི་དཔེ་ཆ་ཞིག་བཞག་ནས་འགྲོ་བ་ཡིན་ན་འདི་ཏག་ཏག་ཞིག་འགྲིག་འདུག། མདོར་ན་བོད་དུ་མི་ཡི་འགྲོ་བ་བྱུང་བ་ནས་བཟུང་བོད་དུ་རི་མོ་འབྲི་བའི་སྲོག་ཚུགས་པ་ནི་རབ་བྱུང་འདུས་པ་ཡིན་མོས་སུ་ཐིག་རྩ་གསར་གཏོད་ཀྱི་གནང་ནས་བོད་ཀྱི་རི་མོའི་སྒྱུ་རྩལ་འདི་གྲ་ཇེ་རྒྱས་དང་ཕུན་སུམ་ཇེ་ཚོགས་སུ་བཏང་བའི་སྒང་ལ་བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་ཁག་གི་རི་མོའི་འབྲི་ཚོགས་ཕལ་ཆེ་བ་བོད་དུ་ད་ཆར་བྱུང་སྟེ་བོད་ཀྱི་དགོན་སྡེ་གྲྭ་ཚང་ཁག་གི་གཙོས་ཤེལ་ཡིག་ལྕགས་རི་ནས་བརྩིགས་པའི་ནང་གི་ཚོན་རྩི་ལུགས་འདྲིས་བོད་ཡུལ་ཁྱོན་དུ་ཁྱབ་ནས་ཡོད་པ་དང། ལྷག་པར་དུ་བོད་མི་རིགས་རྣམས་ནི་རི་མོ་ལ་ཧ་ཅང་གི་དང་དོད་ཆེན་པོ་བྱེད་མཁན་གྱི་མི་རིགས་ཤིག་ཡིན་ཏེ། སོ་སོའི་སྡོད་གནས་ཁང་པའི་བཟོ་བཀོད་དང་ཚོན་རྩི་ལུགས་འདྲིས། དེ་བཞིན་ཁྱིམ་ཆའི་སྟེང་ལ་རི་མོ་འདྲ་མིན་འབྲི་སྲོལ་ཡོད་པ་དང། རི་མོ་འབྲི་བའི་སྐབས་སུ་མི་རིགས་གཞན་པ་ལྟར་གང་མཛེས་མཛེས་དང་རྟགས་གང་བྲིས་ཙམ་མིན་པར་དེ་དག་ལ་འབྲིས་ཀྱི་ཚུལ་དུ་གཏན་འབེབས་ཀྱི་གཞུང་ཐིག་རྩ་སོགས་རྩ་གནང་མཛད་ཡོད་པ་དེ་དག་ལ་གཞི་བཅོལ་དགོས་ལས་རེ་འགའ་ལ་དྲི་བ་བཀྲ་ཤིས་ཆོས་འཕེལ་ལགས་ནས་རྒྱ་གར་རྡེ་ར་ལྡུན་མ་སུ་རི་ཤེས་ཤིང་སྔོན་འགྲོ་ནས་འཛིན་རིམ་བཅུ་པ་བར་མ་སུ་རི་བོད་ཆེན་དུ་སློབ་སྦྱོང་གནང་བ་མ་ཟད་ཕྱོགས་འདུས་ནས་རི་མོ་ལ་དགའ་ཞེན་ཆེན་པོ་ཡོད་པས་མ་སུ་རི་སློབ་གྲྭ་འགྲོ་བའི་སྐབས་སོགས་སུ་སློབ་ཚན་གྱི་བར་གསེང་དང། གུང་གསེང་སྐབས་ན་ཡིན་ལ་རི་མོ་འདྲ་མིན་འབྲི་བཞིན་ཡོད་པ་དང་མ་སུ་རི་འཛིན་རིམ་བཅུ་པ་ཐོན་པ་དང་དེ་ནས་སོ་སོའི་ཕུགས་བསམ་མངོན་འགྱུར་ཡོང་ཆེད་རྒྱ་གར་ཧི་མ་ཅཱ་རྡ་རམ་ས་ལའི་ཁུལ་དུ་ཆགས་པའི་ནོར་གླིང་རི་མོའི་ཚན་ཁག་ནང་ཞུགས་ཏེ་ལོ་ངོ་དྲུག་ཙམ་གྱི་རིང། ཤ་དྲིལ་དང་ཚོན་དྲིལ་དེ་བཞིན་ཐིག་རྩ་ཚོན་གྱི་དཔེ་དང། ལྷག་པར་དུ་བོད་ཀྱི་ཆོས་བརྒྱུད་ཁག་ཕན་ཚུན་གྱི་ཞེ་དྲག་གི་ལྷ་ཡི་ཐིག་རིས་ཇི་ལྟར་དགོས་མིན། དེ་བཞིན་བོད་ཀྱི་ཁྱིམ་མཚེས་རྒྱལ་ཁབ་རྒྱ་གར་དང་རྒྱ་ནག་གི་རི་མོ་འབྲི་ཚུལ། བོད་རང་གི་སྲོག་རྒྱུད་ཀྱི་རི་མོ་དང་དེང་དུས་ཀྱི་རི་མོའི་དབར་གྱི་ཁྱད་པར་སུ་རྒྱང་བ་མཐའ་ཞིང་པར་སྣང་སྟེ། བཀྲ་ཤིས་ཀྱང་ཁམས་པ་འགའ་དང་ཀི་ནོར་སོགས་རྒྱ་གར་གྱི་ས་ཤུགས་འདྲ་མིན་ན་ཕྱིན་ཏེ། བྲིས་སྐུ་དང་འབུར་སྐུ་ས་ཞིང་དང། དེ་བཞིན་སྡེ་པའི་ས་ཞིང་དང་ཉམས་གསོ་སོགས་སྣང་ནས་སོ་སོའི་ཕུགས་བསམ་དང་འཚམ་པའི་བྱ་གཞག་གཉེར་བཞིན་གནས་པའི་ཚེ། ནང་གི་གནས་ཚུལ་ཞིག་གིས་རྐྱེན་པས་ལས་ཀ་མང་པོ་ཞིག་འཕྲོ་བཅག་སྟེ་ཕྱིར་རང་ཁྱིམ་དུ་ལོག་སྟེ། རང་གི་ཕ་མ་རྒན་མོ་གཅིག་དང་སྤུན་མཆེད་སྲིང་མོ་གཅིག་ཡོད་པ་དེ་ལྟ་སྲུང་བྱེད་དགོས་ཁེལ་ཡོད་པ་དང། འོན་ཀྱང་ད་དུང་ཡང་སོ་སོའི་འདོད་བློ་དང་འཚམས་པའི་བྱ་བཞག་དེ་བློས་མ་བཏང་བར་དུས་ཚོད་ཁོམ་པ་ཡོད་ཚད་ལ་གནའ་དེང་གི་རི་མོ་འདྲ་མིན་འབྲི་བཞེངས་ཀྱི་ལས་ལ་བྲེལ་གྱིས་གནས་ཡོད་ལས་རེ་འགའ་རྡེ་ར་རི་བདེ་གཤེགས་གླིང་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་ནི། རྣམ་པ་ཚོ་ད་ལྟ་སོན་བཞིན་པ་འདི་ནི་ཁང་ཁུལ་གྱི་ལས་རིམ་ཁག་ནང་ཡིན། གོང་ས་མཆོག་གི་བཀའ་སློབ་ལག་འདེབས་ཞིབ་ཀྱི་ལེ་ཚན་དེ་ཧོ་ཚང་འཇིགས་མེད་ལགས་ཀྱིས་ཀྱང་གསན་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞུས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདི་ནང་སྤྱི་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་དྲུག་པའི་ཚེས་ཉེར་བཞི་ཉིན་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་རིའི་ནང་གི་མི་ནི་སོ་དྲག་ཞེས་པའི་མངའ་ཁུལ་དུ་གནས་སྡོད་བྱེད་པའི་བོད་རིགས་མི་མང་ལ་བཀའ་སློབ་ལམ་སྟོན་གནང་འདུག་པའི་ཚན་པ་ལྔ་བ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཀྱིས་ཁྱད་ཆོས་གཙོ་བོ་གཉིས་བཤད་ཀྱི་ཡོད་པ་ནི། ཐབས་ལ་མཁས་པ་དང་ཐུགས་རྗེའི་ལྡན་པ་གཉིས་ཡིན་པས།
ཐབས་གང་ལ་མཁས་པ་ནི། གདུལ་བྱ་རྣམས་ཀྱི་ཁམས་དང་བསམ་པ་དང། དབང་པོའི་བྱེ་བྲག་ལ་གཟིགས་ནས་གང་ལ་གང་འདས་ཀྱི་ཆོས་གསུངས་པ་དེ་ཡིན་ཞིང། དཔེར་ན་འཁོར་ལོ་བར་བའི་སྐབས་སུ་ས་བཅུ་དང་སྤྲོས་བྲལ་སོགས་ཀྱི་བསྟན་བྱ་མཐར་ཐུག་སྟེ། ངོ་བོ་ཉིད་མེད་པར་སོང་བ་དེ་བློ་ལ་ཤོང་མ་ཐུབ་ནས་ཁྱད་དུར་འགྱུར་བའི་ཁས་ཉེན་ཡོད་མཁན་གྱི་གདུལ་བྱ་ལ་དམིགས་ནས། འཁོར་ལོ་ཐ་མ་ལེགས་པར་རྣམ་པར་ཤེས་པའི་ཆོས་འཁོར་གྱི་སྐབས་སུ། སྔར་འཁོར་ལོ་བར་བའི་སྐབས་སུ་ངོ་བོ་ཉིད་མེད་པར་སོང་བ་དེ་ནི། ངོ་བོ་ཉིད་མེད་ཚུལ་གསུམ་ལ་དགོངས་ནས་ངོ་བོ་ཉིད་མེད་པར་གསུངས་པ་ལས། སྤྱིར་བཏང་ཆོས་ཐམས་ཅད་ལ་ངོ་བོ་ཉིད་མེད་པར་གསུང་བ་མ་ཡིན་པ་ལྟ་བུ། བདེ་གཤེགས་བྱེ་བྲག་པ་ལ་དམིགས་ནས་དགོངས་པ་ཅན་གྱི་མདོ་འདི་འདྲ་ཡང་གསུངས་འདུག་པ་དང། ཡང་འཁོར་ལོ་བར་བའི་སྐབས་སུ། ང་ཚོས་སེམས་བསྐྱེད་ཀྱིས་སྒྲིབ་པའི་དྲི་མ་བསལ་ཐུབ་པ་དང། ཉོན་མོངས་བའི་དྲི་མ་སྤངས་ཏེ། ཐར་པའི་གོ་འཕང་ཐོབ་ཐུབ་པའི་སྟབས་ཀྱིས། ཉོན་མོངས་བས་བཞག་པའི་ཤེས་སྒྲིབ་ཀྱི་བག་ཆགས་ཕྲ་མོ་དང་བཅས་པ་ཡང་སྤང་ཐུབ་པར་གསུང་གི་ཡོད་པ་སྟེ། གསུང་གི་ཡོད་པ་དེ་དྲི་མ་གསལ་ལོང་ཡིན་པའི་རྒྱུ་མཚན་གལ་ཆེན་གཅིག་ནི། སེམས་ཀྱི་རང་བཞིན་འོད་གསལ་བ་ཡིན་པ་དེ་ཡིན་ལ། དེ་ལ་ཡིད་ཀྱི་འོད་གསལ་དང། ཡིད་ཅན་གྱི་འོད་གསལ་གཉིས་བཞག་ནས། དཔེར་ན་འཁོར་ལོ་བར་པའི་སྐབས་སུ། ཟབ་མོ་སྟོང་པ་ཉིད་ལྟ་བུ། ཡིད་ཀྱི་འོད་གསལ་གཙོ་བོར་གསུང་གི་ཡོད་པ་དང། འཁོར་ལོ་ཐ་མའི་སྐབས་སུ། དེ་བཞིན་གཤེགས་པའི་སྙིང་པོའི་མདོ་སོགས་ཀྱི་ནང་དུ། ཡིད་ཀྱི་འོད་གསལ་གསལ་སྟོན་མཛད་ཡོད་པ་དང། ད་དུང་ཡིད་ཅན་གྱི་འོད་གསལ་ཕྲ་ཞིང་ཕྲ་བ་སྟེ། ཞེས་ཞུམ་པར་ནི་གསང་སྔགས་ཀྱི་སྐབས་སུ་འགྲེལ་གྱི་ཡོད་པ་དེ་ཡིན་ལ། སྔ་འགྱུར་རྙིང་མ་བ་རྣམས་ཀྱིས་ཐག་པ་རིང་གི་གསུང་གི་ཡོད་པ་ཡང། དོན་གྱི་ཡིད་ཅན་འོད་གསལ་ཞིབ་ཏུ་སྣང་གི་ཡོད་པ་དང། མགོན་པོ་མཆོག་གིས། ང་ཚོས་སངས་རྒྱས་ཀྱི་བསྟན་པའི་རྣམ་གཞག་ལ་བསམ་བློ་ཞིབ་ཚགས་པོ་ཞིག་བཏང་ན། མགོ་བདེན་པ་བཞིའི་ཆོས་འཁོར་ནས་བཟུང་སྟེ། འཇུག་མི་སློབ་པའི་ཟུང་འཇུག་གི་བར་གྱི་ས་ལམ་བགྲོད་ཚད་ཀྱི་རིམ་པ་བང་རིམ་བསྒྲིགས་འདུག་པ་ལ་བསམ་ན། དེང་སང་གི་སློབ་ཆུང་ནས་བཟུང་སྟེ། འབུམ་རམས་པའི་བར་གྱི་གཞུང་ཚན་རྣམས་འཆར་འགོད་བྱེད་པ་དང་འདྲ་མཚུངས་ལྟ་བུ་ཞིག་ཡིན་ཞིང། རིམ་པ་འདི་དག་གི་ཁྲིད་གཞི་གལ་འགངས་ལྡན་པ་དེ་ནི། བཀའ་བར་བ་མཚན་ཉིད་མེད་པའི་ཆོས་འཁོར་དེ་ཉིད་ཆགས་ཀྱི་ཡོད། ད་ཡང་འཁོར་ལོ་མཐའ་མའི་ཁ་ཐུག་ལ་ཡ། ཨེ་ནི་ཤི་འཇིང་གི་མདོའི་ནང་ལ་ཡ། ཨེ་ནི་འོད་གསལ་འདུས་མ་བྱས་པའི་ཕྲ་ཞིང་ཕྲ་བ་ནས་གསུངས་ཤེས་པ་དེ་ཙམ་ཡང་བློ་ལ་ཡ་མ་བྱུང་བའི་རིགས་ལ་ཨེ་ནི་མདོ་སྡེ་དགོངས་འགྲེལ་ལྟ་བུ་གསུངས་ནས་ཡང་སྟོང། ཆོས་ཐམས་ཅད་ངོ་བོ་ཉིད་མེད་པར་གསུངས་ཤེས་པ་དེ་ཨེ་ནི། གཏན་ནས་མེད་པ་རེད་བསམ་པའི་ཡང་ཕྱིན་ཅི་ལོག་གི་གོ་བ་ལས་ཡག་གི་ཉེན་ཁ་ཡོད་པ་ཡིན་དུས་རྩ་ནས་གདུལ་བྱ་འདི་ཚོའི་དོན་དག་ལ་ཡ་ཨེ་ནི་མདོ་སྡེ་དགོངས་འགྲེལ་ལྟ་བུའི་ཨེ་ནི་ངོ་བོ་ཉིད་མི་འཇིགས་གསུམ་ལ་དགོངས་ནས་ཨེ་ནི་ངོ་བོ་ཉིད་པར་གསུངས་བ་ཡིན་མ་གཏོགས་ཆོས་ཐམས་ཅད་ངོ་བོ་ཉིད་པར་མ་རེད་སེམས་ཏེ་གསུང་གི་འདུག་ཨ། དེ་དང་ཆབས་ཅིག་ཁམས་བདེ་གཤེགས་སྙིང་པོ། འཁོར་ལོ་བར་པའི་ཁ་ཐུག་ལས་དྲི་མ་ཟད་ཐུག་གི་རེད། ཐར་པ་ཐོབ་ཐུག་གི་རེད། ཉོན་མོངས་པའི་དྲི་བ་སྤངས་པས་ཐར་པའི་གོ་འཕང་ཐོབ་ཐུབ་ཐུབ་ཀྱི་ཡོད་པ་ཡིན་དུས་ས་ནས་ཉོན་མོངས་པས་བཞག་པའི་བག་ཆགས་ཤེས་བྱའི་དྲི་བ་དེ་ཡང་སྤོང་ཐུབ་ཀྱི་རེད་ཟེར་ནས་འཁོར་ལོ་བར་པའི་ཁ་ཐུག་ལས་གསུངས་ཡོང་རོགས་གདའ། ད་འདི་གི་རྒྱུ་བྱེད་གཅིག་དེ་སེམས་རང་བཞིན་གྱི་འོད་གསལ་བ་དེ། ཟབ་ཞི་སྤྲོས་བྲལ་འོད་གསལ་འདུས་མ་བྱས་བྱས་ནས་འོད་གསལ་ཟེར་ཡ་དེ་ད་ཡུལ་གྱི་འོད་གསལ་དང་ཡུལ་གཞན་གྱི་འོད་གསལ་གཉིས་ཕྱེ་ནས་ད་ཡུལ་གཞན་གྱི་འོད་གསལ་དེ་འཁོར་ལོ་ཐ་མའི་ནང་ལ་ཡོད་དེ་བས་གཞི་ཞིག་པའི་སྙིང་པོའི་མདོའི་ནང་ད་དེ་གསུངས་ཡོང་རེད། ཚོན་མདའ་འཁོར་ལོ་བར་པའི་ཁ་དོག་ལ་ཡུལ་གྱི་འོད་ཟེར་དེ་གསུངས། འཁོར་ལོ་ཐ་མའི་ཁ་དོག་ལ་ཡུལ་ཅན་གྱི་འོད་ཟེར་དེ་གསུངས། ཡུལ་ཅན་གྱི་འོད་ཟེར་གྱི་རྣམ་གཞག་ཅིའི་མཆིས་པ་དེ་གསང་སྔགས་སྐབས་རེ་རེ་གསུངས་བྱས་བསྡུ་སུ་འགྲོ་གི་ཡོད་རེད། སྔ་འགྱུར་རྙིང་མའི་གཞུང་ནས་ཨེ་ནི། ཀུན་འབྱུང་འདྲེན་པའི་ཐེག་པ་གསུམ། དཀའ་ཐུབ་རིག་བྱེད་ཀྱི་ཐེག་པ་གསུམ། དབང་སྒྱུར་ཐབས་ཀྱི་ཐེག་པ་གསུམ་ཟེར་ནས་ཐེག་པ་རིམ་པ་དགུ་ཕྱེ་ནས་གསུང་གི་འདུག་བ། འོ་ད་དེ་སྡོམ་ཆེན་པོ་བཞག་ཡོད་རེད་འདུག་ཟེར་ནས། འཁོར་ལོ་དང་པོ་ནས་སོང་སྟེ་ཏུའུ་སོང་སྤང་དེ་དང་ཞེ་ས་མ་ཞུ་ན་བཅོམ་ལྡན་འདས་ཀྱིས་ང་རང་དང་དེར་སྐྱེས་ས་གཅིག་གི་ཀླུ་ཆུང་གི་ཡ་གཅིག་གི་ཐོག་མར་སློབ་ཆུང་བསྩལ་དེ་ནས་སློབ་འབྲིང་ལ་སླེབས་དེ་ནས་སློབ་ཆེན་ལ་ཡར་སླེབས་འདུག་བསད་ནས་འཆི་བ་ནང་བཞིན་གཅིག་གི་སྟན་དུ་བབས་བཅོམ་ལྡན་འདས་ཀྱིས་ས་དེ་འདི་ཡིན་དུ་བསམས་ནས་ད་གཙོ་བོ་ཨ་ནི་འཁོར་ལོ་བར་པ་བཞི་བཅིངས་འདོགས་ཏེ་གཙོ་བོ་ཕྱག་འདེབས་ཡོད་རེད། ད་དེའི་དགོངས་འགྲེལ་མང་གསུངས་ཡོང་དུས། བྱམས་པ་མགོན་པོའི་བྱམས་ཆོས་དེ་སྔར་མཛད་ནས། དཔེར་ན་བདེན་བཞིའི་སྡོམ། འདྲ་ཆགས་བཞིར་སྐྱོན་འདུག་བ། བདེན་བཞིའི་སྡོམ་དེ། ནད་ནི་ཤེས་བྱ་ནད་ཀྱི་སྐྱོན་ནི་སྤང་བྱ་ལ། བདེན་གནས་ཐོབ་བྱ་སྨན་ནི་བསྟེན་པར་བྱ་བ་ལྟར་སྡུག་བསྔལ་རྒྱུ་དང་དེ་འགོག་པ་དང་དེ་བཞིན་ལམ། ཤེས་བྱ་སྤང་བྱ་རེག་པར་བྱ་ཞིང་བསྟེན་པར་བྱ་བ་བྱས་ནས་བདེན་བཞི། འགྲོ་སྟངས་དེ། ནད་ལ་དཔེ་བྱ་ནས། ནག་གི་ཡོད་པ་དེ་ཤེས་འགོག་རོགས་ཐོག་མ།

སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། རང་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས། ཆོས་ཀྱི་ཕུང་པོ་ཇི་སྙེད་ཅིག་གསུངས་པ་རྣམས་ལས། གཙོ་བོ་དང། རབ་དང་ཕུ་དང་གྱ་ནོམ་པར་གྱུར་པ་ནི། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པའི་མདོ་དེ་ཉིད་ཡིན་པ་དང། དེའི་དགོངས་དོན་འགྲེལ་བའི་བསྟན་བཅོས་ཇི་སྙེད་ཅིག་བཞུགས་པ་ལས། ཤིན་ཏུ་གལ་འགངས་ལྡན་པ་དེ་ནི། གཞས་བཙུན་བྱམས་པ་མགོན་པོས་མཛད་པའི་བྱམས་ཆོས་སྡེ་ལྔ་ཡིན་པ་དང། དེའི་ནང་ཚན་དུ་གྱུར་པའི་རྒྱུད་བླ་མའི་ནང་དུ། བདེན་པ་བཞིའི་སྐོར་ནད་དང་ནད་པ་སོགས་ལ་དཔེར་བྱས་ཏེ་སྤྱི་སྡོམ་གལ་ཆེན་ཞིག་འཛིན་འདུག་པ་ནི། ནད་ནི་ཤེས་བྱ་ནད་སྐྱེས་རྒྱུ་ནི་སྤང་བྱ་ལ། སྡེར་ནི་ཐོབ་བྱ་སྨན་ནི་བསྟེན་པར་བྱ་བ་ལྟར། སྡུག་བསྔལ་རྒྱུ་དང་དེ་འགོག་པ་དང་དེ་བཞིན་ལམ། ཤེས་བྱ་སྤང་བྱ་རགས་པར་བྱ་ཞིང་བརྟན་པར་བྱ། ཞེས་གསུངས་པ་སྟེ། ནད་པ་ཞིག་གི་ན་ཚ་དྲག་སྐྱེད་འབྱུང་དགོས་ན། ཐོག་མར་ནད་པ་རང་ཉིད་ཀྱིས་ལུས་ཕུང་ན་བཞིན་ཡོད་པ་ཤེས་ནས་ཁས་ལེན་བྱེད་དགོས་པ་དང། ན་བཞིན་ཡོད་པ་ཤེས་ཟིན་པའི་རྗེས་སུ། ན་ཚ་དེའི་རྒྱུ་རྐྱེན་ཅི་ཞིག་ཡིན་པ་ཤེས་ཐུབ་ལ་འབད་བརྩོན་བྱེད་དགོས་པ་དང། ན་བའི་རྒྱུ་རྐྱེན་ངེས་ཟིན་པའི་རྗེས་སུ། དེ་འགོག་པའི་ཐབས་ལམ་གཙོ་བོ་སྟེ། སྨན་བསྟེན་ཏེ་ན་ཚ་སེལ་ཐབས་བྱེད་པ་དང། དཔེ་གཞན་ནས་གསུངས་འདུག་པ་དང། ད་དུང་ཐུབ་པ་ཆེན་པོའི་རྒྱུད་ལ་བླ་མའི་ནང་དུ། དཔེ་དགུ་དང་བསྟུན་ན་དགུ་ཡི་སྒོ་ནས། ཡིད་ཅན་གྱི་འོད་ཟེར་ལ་གསུང་དགུ་ཡོད་པ་དང། དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་དབུ་མ་རྩ་བ་ཤེས་རབ་ཀྱི་ནང་དུ་ཡང། ཡིད་ཀྱི་འོད་གསལ་ཏེ། ཟབ་མོ་སྟོང་པ་ཉིད་ལ་རྩལ་འདོན་གྱི་འཆད་པ་དང། ལྷག་པར་དུ། གཉེན་པོ་བསྟེན་པའི་སྟོབས་ཀྱིས། སྔར་ལས་བསགས་པ་ལ་གསོས་འདེབས་རྒྱུ་མེད་པ་དང། ལས་གསར་དུ་གསོག་རྒྱུ་མེད་པའི་སྟོབས་ཀྱིས། ལས་དང་ཉོན་མོངས་ཉེས་བསལ་བ་ལ་བརྟེན་ནས། ཐར་བའི་གོ་འཕང་ཐོབ་ཀྱི་ཡོད་ཚུལ་སོགས། རིགས་པ་དང་གཏན་ཚིགས་དང་སྦྲགས་ཏེ་གསུངས་པ་དེ་ལ། ནུས་པ་དམིགས་བསལ་བ་ཞིག་ཐོན་གྱི་ཡོད། དེ་ལྟར་ཡིན་པའི་དབང་དུ་བཏང་ན་ཡང། སྐབས་འདིར་དྲི་བ་ཆེ་ཤོས་ཤིག་ཡོད་པ་དེ་ནི། ཇི་ལྟར་ལས་དང་ཉོན་མོངས་བསལ་ནས་མེད་པར་བཟོ་ཐབས་ཅི་ཞིག་ཡོད་དམ་ཞེ་ན། ང་ཚོར་སྡུག་བསྔལ་མང་པོ་ཞིག་འབྱུང་གི་ཡོད་པ་དེ་ནི་ལས་ཀྱི་དབང་གིས་འབྱུང་གི་ཡོད་པ་དང། ལས་དེ་ཡང་ཉོན་མོངས་ཀྱི་དབང་གིས་འབྱུང་གི་ཡོད་པ་དང། ཉོན་མོངས་དེ་ཡང་ཚད་མེད་ཡེ་ཤེས་ཀྱི་རྣམ་རྟོག་ལས་འབྱུང་གི་ཡོད་པར་བཤད་པ་འདི་ནི་རྩ་ཆེ་སོགས་ནང་པའི་གཞུང་ཆེན་ཁག་ཏུ་རྩལ་འདོན་གནང་ནས་ཆགས་ཀྱི་ཡོད་ལ། དེང་རབས་ཀྱི་འབྲེལ་ཡོད་ཚན་རིག་པས་ཀྱང་དེ་དང་གཅིག་མཚུངས་ངོས་འཛིན་བྱེད་ཀྱི་ཡོད་པ་དེ་ནི་སྟབས་ལེགས་དང། སྟེས་དབང་གིས་བྱུང་བ་ཞིག་མིན་པར། ནང་པ་སངས་རྒྱས་པའི་ལྟ་གྲུབ་ཀྱི་ནང་དུ། ལས་དང་ཉོན་མོངས་སོགས་མེད་པར་བྱས་ཏེ་སེམས་ཀྱི་ངོ་བོ་ཡར་རྒྱས་ཐུག་མེད་དུ་གཏོང་ཐུབ་པའི་རྩ་བའི་རིགས་ལམ་ལ་ཚན་རིག་གི་བདེན་དཔང་དང། ཁོང་ཚོས་ཞུ་བ་ལྟ་བུ་ཞིག་ཡིན། མགོན་པོ་མཆོག་གིས་ཡང་ཡང་གསུང་གི་ཡོད་པ་ལྟར། ཁོང་གིས་གྲོགས་པོར་གྱུར་པའི་ཕྱི་རྒྱལ་གྱི་ཚན་རིག་པ་བགྲེས་སོང་ཞིག་དང་ཉམས་མྱོང་བཞི་རིས་གནང་བའི་སྐབས་སུ་འགྲེལ་བཤད་གལ་ཆེན་གཅིག་གནང་པ་དེ་ནི། ང་ཚོ་ཁོང་ཁྲོ་ཟ་བའི་སྐབས་སུ་ཕ་རོལ་གྱི་ཁོང་ཁྲོ་ཟ་ཡུལ་དེ་ཆེས་མི་སྡུག་པར་མཐོང་གི་ཡོད་པ་དང། སྐབས་དེར་མི་སྡུག་པར་མཐོང་བའི་ཚད་གཞི་དེ་ནི། རྒྱ་ཆེའི་དགུ་བཅུ་ལྷག་བསྲིང་གི་ཡོད་པས། སྐབས་དེ་འདྲ་ལ། ཡིད་ཀྱི་ངོས་ལ་ཡོད་པའི་ཁྱད་ཆོས་བརྒྱ་ཆ་ཅི་ཙམ་ཡང་བསྲིང་གི་མེད་པར་བསྟན་པ་དེས་ནི། བདེ་དང་མི་བདེ་དང། སྐྱིད་དང་མི་སྐྱིད་ཟེར་བ་སོགས། ཚུལ་མིན་ཡེ་ཤེས་ཀྱི་རྣམ་རྟོག་ལ་བརྟེན་ནས། ཕ་རོལ་བོའི་ལག་གཉིས་ཀྱི་ཚད་ལ་འཇལ་གྱི་ཡོད་པ་དེ་ཡིན། ད་དེ་ནས་གལ་ཆེ་ཤོས་དེ་ཀླུ་སྒྲུབ་ཀྱི་ད་གཞུང་ནང་ཡོད་རེད། བྱང་ཁོག་མགོན་པོའི་བྱམས་ཆོས་སྟེང། རྒྱུད་བླ་མའི་ནང་ལས་ཡང། དཔེ་དགུ་དོན་དགུའི་ཐོག་ནས། ཡུལ་གཞན་གྱི་འོད་གསལ་གྱི་རྣམ་གཞག་དེ་གསུངས་མྱོང་འདུག་བ་ཡག་པོ་ཞུ་རེ་འདུག། ད། དཔལ་མགོན་ལྷ་བ་ཀླུ་སྒྲུབ་ཀྱི། ཟབ་མོ་ལྟ་བའི་རྒྱུད་པ་དཔལ་མགོན་ལྷ་བ་ཀླུ་སྒྲུབ་ཀྱི། ནས་ནི་དབུ་མ་རྩ་བ་ཤེས་རབ་སྣང་ལ་ཡང་ལྟ་སྟོང་ཉིད་ཀྱི་སྐོར་འདི་ཤུགས་ཆེན་པོ་ཞེས་པར་གསུངས་སོ། ད་བདེན་པ་ཞིག་སྟེ་སྟོང་ཉིད་ཀྱི་ལྟ་བ་དང་འབྲེལ་ནས་གསུངས་ཡོང་དུས་ཙམ་ནས། ལས་དང་ཉོན་མོངས་ཟད་པའི་མཐར། ལས་དང་ཉོན་མོངས་རྣམ་རྟོག་ལས། དེ་དག་སྤྲོས་ལས་སྤྲོས་པ་ནི་སྟོང་པ་ཉིད་ཀྱིས་འགག་པར་འགྱུར་ཟེར་བ་ཡིན། བར་དོ་ཤོ་ལོ་ཀ་འདི་གི་བདེན་བཞིའི་རྣམ་གཞག་འདི་དཔྱིས་ཕྱིན་པ་ཐོན་ཡོང་དུས། ཡོང་སྟངས་ག་འདྲ་ཞིག་མེད་པར་གསུངས་ཀྱི་འདུག། ཐར་པ་ཟད་དེ་ལས་དང་ཉོན་མོངས་གཉེན་པོ་སྐྱེས་པའི་སྟོབས་ཀྱིས་མེད་སོང་བ་དང། ལས་སྔར་ས་སྲོད་འདིར་ཡང་མེད་པ་དང། གསར་དུ་ས་ཡང་མེད་པ་ཅིག་ཡོང་པའི་གནས་སྐབས་ལ་ཐར་པ་རེད། ལས་དང་ཉོན་མོངས་ཟད་པའི་ཐར། འོ་ན་ལས་དང་ཉོན་མོངས་གཉེན་པོ་སྐྱེས་ནས་སྤངས་ནས་ལས་ཉོན་ཟད་པའི།

མི་སྡུག་གོ། བརྒྱ་ཆ་དགུ་བཅུ་ཐམ་པ་ཁོང་ཁྲོ་ཟ་མཁན་གྱི་མི་དེ་གི་སེམས་ཀྱི་བཅོས་བཞག་རེད། འདི་གསུངས་འདུག་འོ་ད་འདི་ཀླུ་སྒྲུབ་གང་འདྲ་འདི་འདང་ལ། ཉོན་མོངས་རྣམ་རྟོག་ལས་ཟས་ཀོ་རྟག་རྟག་ཆགས་བྱ་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་བསམ་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི།